གཅིག་སྟོང་ལམ་གྱི་རིམ་པ་རྣམ་པ་གཉིས་ཡོད་རེད། ལམ་གྱི་རིམ་པ་རྣམ་པ་གཉིས་དེ་ག་རེ་རེད་ཟེར་ལབ་ན། དེ་ནི་རྒྱུད་བསམ་པོ་ཁྲི་ནས་གསུངས་པ་ལྟར་དུ། ཡིད་སྤོང་བའི་གི་ལམ། ཕ་རོལ་ཏུ་ཕྱིན་པའི་ཐེག་པ་དང་ཡིད་མི་སྤོང་བའི་ལམ་གསང་སྔགས་རྡོ་རྗེ་ཐེག་པ་དང་བཅས་ཏེ་རྣམ་པ་གཉིས་ཡོད་སོགས་དེ་འདྲའི་གསུངས་རེད། དེ་ཡིན་དུས་ད་ཡིད་སྤོང་མི་སྤོང་གསུངས་རྒྱུ་དེ། དེ་ནི། ཉོན་མོངས་ལ་བསྒྲལ་ཏེ་ཉོན་མོངས་སྤངས་ནས་སངས་རྒྱས་ཀྱི་གོང་བུ་ཐོབ་པར་འདོད་པ་དེ་ད་མདོ་ཡི་ལུགས་རེད། ཉོན་མོངས་ལ་བསྒྲལ་མི་དགའ་ནས་ཉོན་མོངས་ཀྱི་ངོ་བོ་དེ་ཡེ་ཤེས་ཡིན་པར་ཤེས་ནས་དེ་ལམ་དུ་བྱེད་ནས།

ཆེད་དུ་མ་སྤོང་བར་ལམ་དུ་ཤེས་པའི་སྒོ་ནས་ཐམས་ཅད་ཆེན་པོའི་གོ་འཕང་དུ་འགྲོ་གི་ཡོད་རེད། ཅི་སྤོང་ཉོན་མོངས་སྤོང་མ་སྤོང་སོགས་ཀྱི་ཐད། ད་ལྟ་ང་རང་ཚོ་སོ་སོའི་སྐྱེ་བོ་གི་རྒྱུད་ལ་ཡོད་པའི་གྱི་ཉོན་མོངས་པ་རང་མཚན་པ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་མ་སྤོང་ནས་ཐམས་ཅད་ཀྱི་དུག་ཀོང་པོ་ཐོབ་རྒྱུ་ཡོད་དེ་གསུང་གི་ཡོད་མ་རེད། མདོ་ཡི་གནས་སྐབས་སུ་ཡིན་ན་རེད་སྔགས་ཀྱི་གནས་སྐབས་སུ་ཡིན་ན་རེད་ཉོན་མོངས་རང་མཚན་པ་དེ་དུག་སྤོང་དགོས་ཀྱི་ཡོད་རེད། དེས་ན་ད་དུང་དུག་གོང་ལྟར་ད་ལྟ་གོང་དུ་ཞུས་པ་བཞིན་དུ་རྒྱུད་བསམ་པ་ཁྲི་ཀའི་ནང་ལོགས་ལ་གཞི་སྤོང་ནས་དེ་ནས་བྱང་ཆུབ་ལམ་དུ་བྱེད་པ་དང་གཞི་མི་སྤོང་ན་བྱང་ཆུབ་ལམ་དུ་བྱེད་པ་རྣམ་པ་གཉིས་ཡོད་གསུང་རྒྱུ་དེ་མདོ་དང་སྔགས་གཉིས་རེད་གསུང་གི་ཡོད་རེད། དེ་འདྲ་ཡིན་དུས་ད་དེ་ལྟ་བུའི་མདོ་དང་སྔགས་གཉིས་གང་གི་ལམ་དུ་ཞུགས་པ་ཡིན་ན་ཡང།

བར་འགྱུར་ཉེས་དགའ་ཚེ་ལ་ལོང་མེད་པར་ཡིད་ལ་དགོངས་ན་ཚེ་འདི་ལོང་ཞེས་འདོད། ལས་འབྲས་མི་ལོང་འཁོར་བའི་སྡུག་བསྔལ་སྣང་ཡང་ཡང་བསམ་ན་ཤི་མི་ལོང་ཞེས་འདོད། རྗེ་ཙོང་ཁ་པ་ཆེན་པོས་གསུངས་པ་ལྟར་དུ། བར་འགྱུར་ཉེས་པར་དགའ་བ་དང་ཚེ་མི་རྟག་པར་རྣམ་པ་གཉིས་པོ་དེ་རང་གི་རྒྱུད་ལ། དེ་ནས་ཡང་དག་པ་ཞིག། བསམ་མནོ་འདྲ་བོ་གཏོང་ཐུབ་པ་ཡིན་ན། ཚེ་འདི་ལོང་ཞེས་འདོད་པ་དང། དེ་ནི་ལས་རྒྱུ་འབྲས་མི་བསླུ་བ་དང་འཁོར་བའི་ཉེས་དམིགས་དེ་ཡང་ནས་ཡང་དུ་བསམ་མི་ཐུབ་པར་སྤོང་ཐུབ་པ་ཡིན་ན། དེ་ནི་ཕྱི་མིག་གི་སྣང་ཤེས་ལྡོག་འགྲོ་བ་རེད་ཟེར་དེ་འདྲས་གསུངས་ཡོད་པ་རེད། དེ་འདྲས་ཡིན་དུས་དེ་ལྟ་བུའི་བློ་ལྡོག་རྣམ་པ་བཞི་པོ་དེ་གས་རང་གི་རྒྱུད་དེ་ཚུལ་མིན་པར་བཟོ་དགོས་ཀྱི་ཡོད་རེད། ཁ་སེང་ཞུས་པ་བཞིན་དུ།

དེ་འདྲ་ཡིན་དུས་དེ་ལྟ་བུ་དེ་ཐོག་མར་ལོ་རྒྱུས་དེ་ལེགས་པར་གཞོང་དགོས་ཀྱི་ཡོད་རེད་ལོ་རྒྱུས་དེ་ལེགས་པར་མ་གཞོང་བ་ཡིན་ན་དཔེར་ན་དེ་ནས་དགུན་གྱི་དུས་སུ་ཆབ་ཀྱི་ཐོག་ཏུ་ཁོམ་པ་ལས་ཁོམ་པ་དེའི་ཐོག་ཏུ་དེང་སང་ཚེ་ལོ་རེ་འདྲ་བ་ག་འདྲ་གྱིས་བཟོས་བསྡད་པ་ཡིན་ན་དེ་ནས་སྐྱིད་སྒྲོལ་བོ་ཡོང་ཚེ་ན་དེ་དེ་ཞིག་འགྲོ་རྒྱུ་རེད་དེའི་ནང་ལོགས་ལ་ད་སང་ཚེ་ལོ་རེ་ག་འདྲ་གྱིས་བཟོས་ཡོད་པ་ཡིན་ན་དེ་ལ་ཕན་ཐོགས་ཡོད་མ་རེད་དེ་འདྲ་ཡིན་དུས་དེ་ནས

ཀྱི་དེ་འདྲའི་ཁྱིམ་ཡོང་ད་འབྱུང་རྒྱུ་རེད་དེ་ཡིན་ན་ཡང་ཕན་ཐོག་རྒྱ་ཆེན་པོ་ཡོང་གི་མ་རེད་དེ་འདྲ་ཡིན་དུས་ད་ཐུན་མོང་བ་གི་ཐེག་པ་ཐུན་མོང་བ་གི་ལམ་གི་བློ་སྡུག་རྣམ་པ་སྐྱེ་བོ་དེ་ནི་ཤིན་ཏུ་གནད་ཆ་གལ་ཆེན་པོ་རེད་དེ་འདྲ་ཡིན་དུས་ད་དེ་སྙིང་ཆགས་ཕུད་གི་སྔོན་དུ་སྐབས་སུ་ཡིན་ན་ཡང་དེ་ནི་བློ་སྡུག་རྣམ་པ་སྐྱེ་བོ་དེ་ངས་རོབ་ཟེར་གྱི་དེ་འདྲ་ཞུས་པ་རེད་དེ་འདྲ་ཡིན་དུས་ལ་དེ་ནི་ད་ལྟ་རྡོ་རྗེ་སེམས་པའི་སྒོམ་བཟླས་དེ་གནང་བའི་སྐབས་ལ་ཡིན་ན་ཡང་ཡང་ན་ཐོག་མ་དང་བ་དན་བཅའ་བའི་ལམ་ལ་རིན་པོ་ཆེ་བདག་པོ་གཉིས་ཀ་དཔེ་མེད་སེམས་འགྲོ་ལ་འགག་མེད་པ་ལྟ་བུར་དབྱུང་བས་སུ་སྐུ་གསུང་ཐུགས་ཀྱི་བྱིན་གྱིས་བརླབ་ཏུ་གསོལ་ཞེས་དབྱིག། དེ་ནས་བཅའ་བའི་ལམ་མ་ལ་གསོལ་བ་འདེབས་པ་དེ་དང། དེ་ནས་དེའི་མཇུག་ཏུ་ད་ལྟ། ཐོག་མའི་འཁོར་བའི་སྐྱེས་མོ་ཉམས་བྲལ་དུ་ད་རེས་དམ་ཆོས་རིན་ཆེན་ཐོབ་པ་འདི་རྒྱུ་ཅན་སྐྱེས་ནས་གཉིས་ཀ་ཕན་འདོགས་ཀྱི་ནུ་མ་མ་མོ་བསྟན་དང་ཁྱོད་ལ་བྲེལ་ཟེར་གྱིན་འགྲོ་བ་ཀུན་དམ་ཆོས་རྙེད་པར་དཀའ་བ། བདག་དེ་འདྲེ་བའི་བདུད་སྡེའི་ཚིག་དེ་མ་བགྱིད་དོ། དེ་ནས་འདོན་འཇུག་གི་ཐོག་ནས་དེ་ཁ་རོ། ནས་ཚོའི་མ་ནི་འདོན་པ་ལྟ་བུ་བགྱིད་དུ་མ་སོང་བ་གས་དེ་ནི་སེམས་ཀྱི་ཐོག་ཏུ་དེའི་ཚེ་དམ་ཆོས་རྙེད་པར་དཀའ་བ་སྲིད་རྒྱུད་དེའི་ཁ་ཟས་གོང་དུ་ཞིག་པ་བཞིན་དུ། རྒྱུ་དང་ངོ་བོ་གྲངས་དང་དཔེའི་སྒོ་ནས་རྙེད་པར་དཀའ་བ་དེ་སམ། དེ་ལྟ་བུ་རྙེད་པར་དཀའ་བ་དེ་རྙེད་པའི་དུས་སུ་བདག་གི་ད་རེས་དམ་པའི་ཆོས་ཀྱིས་བསྒྲུབ་མ་ནུས་པ་ཡིན་ན། དེ་ནས་ཤི་ནས་ཡང་དག་འབྱོར་བ་ག་ལ་འགྱུར་གསུང་སྟེ་ཡང་ནས་ཡང་དུ་འདི་ལྟ་བུ་ཐོས་པ་དེ་ཤིན་ཏུ་ནས་ཅི་དགའ་མ་རེད་འདུག་བསམ་གྱུར་གྱི། དེ་ཡང་ཅིའི་བློ་རྒྱུད་ལས་སྐྱེས་ཐུབ་ད། དེ་ལྟ་བུ་རྙེད་པར་དཀའ་བ་དེ་རྙེད་པའི་ཚེ་ན། དེ་ནས་དམ་པའི་ཆོས་ལ། དཔེར་ན། བདག་མེད་སྤོང་དུ་སྦྲུལ་ཞུགས་པ་དེ་དགེ་མི་མགོ་ལ་སྨད་ཤོར་བ་ལྟ་བུ་གི། རང་བཞིན་ཅན་གྱིས་ཀྱི་དེ་ནས་མྱུར་དུ་དམ་པའི་ཆོས་ལ་མ་འབད་ན། དེ་ནས་ག་དུས་ཤི་དང་ག་དུས་མི་ཤི་དེ་ང་རང་ཚོ་ཚང་མ་ལ་ངེས་པ་མེད་པ་ཅི་རེད་འདི་འདྲ་ཡིན་འདུག་ལ་དེ་ནས་འཆི་བ་མི་རྟག་པ་ཟེར་རྒྱུ་དེ་ནི་དང་པོ་ཁྱོད་ལ་འཇུག་པའི་སྒོ། བར་དུ་ཁྱོད་ལ་དཀར་གསལ་དགུ་སྐུར་མི་དགའི་ལམ། ངང་དེ་འདྲའི་སྐྱིད་འདུག་ལ་བརྟེན་སྐྱིད་པར་མི་བལྟ་བ་དེ་ཡང་ཡང་ནས་ཡང་དུ་སྐྱིད་སྒམ། དེའི་མཇུག་ཏུ་དེ་ནི་ལས་འབྲས་མི་ལོ་གསུངས་འདུག་དེ་ནི་ལས་ཀྱི་འབྲས་སུ་ལས་དགེ་བ་བསགས་པ་ཡིན་ན་འབྲས་བདེ་བ་འབྱུང་བ་ལས་མི་དགེ་བ་བསགས་པ་ཡིན་ན་འབྲས་སྡུག་བསྔལ་འབྱུང་བ་རེད་མ་གཏོགས་ལས་དགེ་བ་བསགས་པ་ལ་འབྲས་སྡུག་བསྔལ་འབྱུང་བ་དང་ལས་མི་དགེ་བ་བསགས་པ་ལ་འབྲས་བདེ་བ་འབྱུང་བ་དེ་གནས་མ་ཡིན་པ་ཡིན་འདུག་ལ་དེ་ལས་ཀྱི་འབྲས་ཟེར་རྒྱུ་དེ། སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི། རྒྱུ་འབྲས་བསླུ་བ་མེད་པ་ནི་ཐམས་ཅད་མཁྱེན་པའི་ཁྱད་ཆོས་ཡིན་གསུངས་པ་ལྟ་བུ་སྟོན་པ་རྫོགས་སྐུ་སངས་རྒྱས་བཅོམ་ལྡན་འདས་ཀྱིས། དེ་ནས་ད་ལའི་རྒྱུ་འབྲས་སྐོར་ལ་ཡང་ནས་ཡང་དུ་མང་པོ་ཅིག་གསུངས་ཡོད་རེད། དེ་འདྲ་ཡིན་དུས་ལ་དེ་ལའི་རྒྱུ་འབྲས་དེ་ལ་ཡིད་ཆེས་པ་ཅིག་འགོག་གི་ཡོད་རེད། དེ་ནས་སྤྱིར་བཏང་ད་ལྟ་ང་རང་ཀྱིས་ཆོས་རང་རྒྱུད་སྐོར་བཤད་པ་ལ་དད་པ་འགོག་གི་ཡོད་གསུངས་ནས་ཐམས་ཅད་ཀྱིས་ད་ཡོང་ཡོང་དུ་དེ་འདྲའི་གསུང་གི་ཡོད་རེད། དེ་ལྟར་དད་པ་དེ་ལ་ཡང་དེ་ནས། དང་བའི་དད་པ་དང་འདོད་པའི་དད་པ་དང་ཡིད་ཆེས་པའི་དད་པ།

གྲངས་སུ་གཏོགས་པ་འདྲ་པོ་ཀྱི་རེད་དེ། དེ་བ་ཡོང་དོགས་པ་མ་རེད། དཔེར་ན། དེ་ནི་དྭང་བའི་ཐེག་པ་ཟེར་རྒྱུ་དེ། དཀོན་མཆོག་དང་དེ་བཞིན་དུ། དེ་ནི་བླ་མ། དང་མཚན་ཉིད་དུ་ལྡན་པ་དེ་འདྲའི་འགྱེད་པའི་ཚེ་ནའང་ད་དེ་ལ་བསམ་གྱིས་མི་ཆོག་པ་ཅིག་རེད་འདུག་བསམ་ནས་སོ་སོའི་གི་སེམས་ཀྱི་ཐོག་ལ་དྭང་བ་ཅིག་སྐྱེས་ཡོང་གི་འདུག་བ་དེ་ལ་དྭང་བའི་ཐེག་པ་ཟེར་རྒྱུ་དེ་རེད། དཔེར་ན་སངས་རྒྱས་དང་ཆོས་དང་དགེ་འདུན་དེ་ཚོ་གི་ཡོན་ཏན་དེ་ཚོ་ཡོང་ནས་ཡོང་དུ་འགྱོད་པའི་ཚེ་ན་སེམས་ཀྱི་ནང་ལ་ཐུན་མོང་མ་ཡིན་པ། གྱི་དང་དགའ་བ་དང་སྤྲོ་བ་གཏོང་བ་གྱི་སྐྱེས་བུ་འདི་དེ་ལ་དང་བའི་དད་པ་ཟེར་རྒྱུ་དེ་རེད། འདོད་པའི་དད་པ་ཟེར་རྒྱུ་དེ་ཁྱེད་ལ་གོ་དགོས་ཡོད་རེད་ཟེར་ལབ་ན། དེ་འདོད་པ་ཟེར་རྒྱུ་དེ་སོ་སོའི་བླ་མ་ཡིན་དུས་ལ་དེ་ནི་དེ་ལ་གྱི་དགའ་བོའི་གྱི་ཐོག་ནས་དད་པ་བཟོས་ཡག་པོ་འདོད་པ་དེ་འདྲའི་གལ་ཆེན་གསུང་གི་ཡོད་མ་རེད་འདོད་པའི་དད་པ་ཟེར་རྒྱུ་དེ་གཞུང་ཁྲིམས་སྒྲུབ་པ་ལ་འདོད་པའི་དད་པ་ཨ་གསུང་རེད། བྱང་ཆུབ་འགྲོ་བ་ནི་འདོད་པའི་དད་པ་སོང་གི་ཕྱིར་ཟེར་བ་རྣམས་དང་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་སྒོར་ཞུགས་ཚར་བའི་ཚེ་ན། དེ་ནས་དང་དུ་ལོང་བཞག་དེ་ག་རེ་སོགས་ལབ་ན་ཐམས་ཅད་མཁྱེན་པའི་གོ་འཕང་དེ་རེད་མ་གཏོགས་ཐར་བ་ཙམ་ཡང་མ་རེད། དེ་ནས། བསྒྲུབ་རྒྱུ་དེ་ཆོས་བསྒྲུབ། བསམ་རྒྱུ་དེ་ཚེ་འདི་གོང་གི་བདེ་སྐྱིད་དང་སྐྱེ་འགྲོ་དེ་ཙམ་མ་ཡིན་ན་ཕྱི་མ་གི་སྐྱིད་དང། ལྷ་དང་མིའི་དགོངས་པ་ཐོབ་པ་ཁོ་ན་ཙམ་གྱིས་ལ་རེ་ནས་ཆོས་བསྒྲུབ་བདེ་བ་ཡིན་ན་དེ་ཆོས་ཡོངས་དག་ཅིག་ཡོང་གི་ཡོད་མ་རེད་དེ་འདྲ་གྱིས་འདུག་ལ། ཐར་པ་དང་ཐམས་ཅད་མཁྱེན་པ་ཟེར་ད་ཐར་པ་ཟེར་རྒྱུ་ཅི་རེད་ཟེར་ལབ་ན་ཐར་པ་ཟེར་རྒྱུ་དེ་དཔེར་ན་དེ་ནས་ཉན་ཐོས་དང་རང་སངས་རྒྱས་ཀྱི་དགོངས་པོ་ཐོབ་པ་དེ་ལ་ཐར་པ་གི་དགོངས་པོ་རེད་ཡིན་ན་དེ་ཁོ་ན་དུ་འགྲིག་གི་ཡོད་མ་རེད་ཐམས་ཅད་མཁྱེན་པ་ཟེར་དུས་སྐྱོན་ཀུན་ཟད་ཡོན་ཏན་ཀུན་དང་ལྡན་པའི་བདག་ཉིད་ཀྱི་རྫོགས་པའི་སངས་རྒྱས་ཀྱི་དགོངས་པོ་དེ་ཐོབ་དགོས་ཀྱི་ཡོད་རེད་རྫོགས་པའི་སངས་རྒྱས་ཀྱི་དགོངས་པོ་ཐོབ་པ་ཡིན་ན། དེ་ནི་སེམས་ཅན་གཞན་གྱི་དོན་དུ་སྒྲུབ་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་དུས་ལ་སེམས་ཀྱི་པ་ནས་གཞན་དོན་ཞིག་ཡོང་ཐག་རྩུབ་པོ་བྱུང་གྱུར་འདུག་གསུངས་དུས། དེ་དམིགས་བསལ་དེ་སེམས་ཅན་གྱི་དོན་དུ་དམིགས་ཀྱི་ཡོད་རེད་དེ་རྣམ་པ་སངས་རྒྱས་རང་ཉིད་སངས་རྒྱས་ཀྱི་གོང་བུ་ཐོབ་པའི་ཆེད་དུ་དམིགས་ནས། དེ་ཁྱོད་སྒྲུབ་ཀྱི་དེ་ནང་པ་སངས་རྒྱས་བར་གྱི་དང་ཁྱོད་སྒྲུབ་པའི་དམིགས་ཡུལ་གཙོ་བོ་འདྲ་བོ་དེ་རེད་མ་གཏོགས་བར་གྱི། དེ་ནི་ད་ལྟ་གོང་དུ་ཞུས་པ་བཞིན་དུ་ཁྱོད་སྒྲུབ་ཀྱི་ཡོད་ཟེར་ལབ་དུས་ཚེ་འདི་ལ་རང། བདེ་སྐྱིད་ཡག་པོ་ཡོང་རྒྱུ་ཚེ་འདི་ལ་རྒྱུ་ཆེན་པོ་ཡོང་རྒྱུ་ཚེ་འདི་ལ་སྙན་གྲགས་ཡག་པོ་ཡོང་རྒྱུ་ཨང་ད་དེ་འདྲའི་གི་དོན་དག་ལ་ཁྱོད་གྲུབ་པ་ཡིན་ན་དེ་བསམ་པ་དེ་རྣམ་པར་དག་པ་གྱིས་ཡོང་གི་ཡོད་མ་རེད་ཡང་ན་ད་ཕྱི་མ་ལྷ་དང་མིའི་གོང་འཕང་ཐོབ་པའི་ཆེད་དུ་ད་ཁྱོད་སྒྲུབ་གི་ཡིན་བསམ་པ་ཡིན་ན་དེ་ཡང་དེ་ནས་ཁྱི་སེར་པོ་ན། ཁྱོད་ཡང་དག་པ་གྱིས་རེག་ཐུབ་ཀྱི་ཡོད་མ་རེད། ཁྱོད་ཡང་དག་པ་རེད་དམ་མི་རེད་དེ་སོ་སོའི་བསམ་བློ་གཏོང་ཐོང་ལ་རག་ལས་ཀྱི་ཡོད་རེད། དེ་ཡིན་དུས་ཐོག་མར་བླ་མ་ཚོས་ཁྱོད་གསུངས་པའི་ཚད་ལས་ཡིན་ན་ཡང་ཐོག་མར་ཀུན་སློང་དུ་བསྐྱོད་དགོས་རེད་གསུངས་འདུག་ཀྱི་དེ་རྒྱུ་མཚན་དེ་ལ་ཐུག་ཀྱི་ཡོད་རེད་དེ་འདྲ་ཡིན་དུས་ལ། དེ་ནས་སངས་རྒྱས་ཀྱི་གོ་འཕང་བསྒྲུབ་པ་དེ་ནང་པ་སངས་རྒྱས་པས་ད་ཁྱོད་བསྒྲུབ་རྒྱུ་དེ་ད་དམིགས་ཡུལ་གཙོ་བོ་འདྲ་པོ་དེ་དེ་འདྲ་རེད་དེ་ཡིན་དུས་ལ། སངས་རྒྱས་ཀྱི་གོང་འཕང་རྫོགས་པའི་སངས་རྒྱས་ཀྱི་གོང་འཕང་ཐོབ་པར་འདོད་པའི་བློ་ཡི་སྒོ་ནས་ཆོས་ཉིད་ཀྱི་དེ་ལ་ཆོས་ལ་འཇུག་ཀྱི་དེ་ལ་འདོད་པའི་དད་པ་ཟེར་གྱི་ཡོད་རེད། དེ་ནས་ཡིད་ཆེས་པའི་དད་པ་ཟེར་ད་ལྟ་གོང་དུ་བཤད་པ་བཞིན་དུ་ལས་རྒྱུ་འབྲས་ལ་ཡིད་ཆེས་པ་ཟེར། ད་དེང་སང་མ་མ་ཅིག་གྲོང་ཁའི་དུས་ཚོད་སྡུག་པོ་རེད་དེ་འདྲ་ཡིན་དུས་ལ། ད་མི་ལ་ལས་ད་ལས་རྒྱུ་འབྲས་ད་ཁྱེད་ཡོད་མི་ཡོད་ཁྱེད་མི་ཤེས། ངའི་ཁོ་རང་མི་ཚེ་དེ་ལ། ཀྱི་བསམ་པ་བཟང་པོ་དང་དགེ་བ་འདྲ་པོ་ཁོ་ན་སྒྲུབ་བསགས་བདེ་རྒྱུ་རིགས་མང་དོག་བར་གྱི་མི་དགེ་བ་གི་བྱ་བ་འདྲ་པོ་དེ་འདྲའི་ཁྱི་བཟོ་རྒྱུ་མ་རྙེད་དྲན་གྱི་ཡང་མི་འདུག་སྟེ། དེ་ནི་སེམས་དེ་གོང་ལ་ཁྱི་དེའི་ན་ཚ་རེད་རྐྱེན་བར་ཁྱི་རེད་མང་པོ་ཀྱི་ཡོང་བསྡད་ཀྱི་འདུག་དེ་མི་གཞན་གཞན་དག་འདི་དང་འདི་ལྟ་བུ་ཀྱི་གི་དུས་རྒྱུན་དུ་ཁོ་རང་མི་དགེ་ཁོ་ན་བསགས་རྒྱུ་རིགས་མང་དོག་བར་གྱི་དགེ་བའི་བྱ་བ་སྣེ་གཅིག་སྒྲུབ་བཞིན་ཡོད་མ་རེད་དེ་འདི་ནི་ཁོ་པས་མ་གཟིགས་པར་གྱི་རྒྱུ་ཆེན་པོ། དེ་བཞིན་དུ་དེ་ནས་རླུང་རྟ་ཐོབ་བོ། དེ་འདྲའི་རེག་འདོད་དེ་ཡི་འདོད་པ་དེ་ལ་ལས་རྒྱུ་འབྲས་དེ་ག་འདྲ་ཡིན་ནའང་སྲིད། དེ་འདྲའི་ཡང་ཟས་མི་འདྲ་དང་དེ་འདྲའི་བསམ་ཡང་བཞག་ས་ཡོད་ས་རེད། དེ་ཡིན་ན་ད་དེ་ཚོ་དེའི་ཚིག་གི་བསམ་བློ་གཏོང་སྟངས་ཀྱི་ཐོག་ནས་མི་འདྲ་ཡིན་རྒྱུ་རེད་མ་གཏོགས། སོ་སོའི་ལས་དགེ་བ་བསགས་བཞག་པ་དེ་ལ་འབྲས་བུ་དུ་མ་སྐྱེས་ཀྱང་མིའི་དེ་ནས་ལས་མི་དགེ་བ་བསགས་བཞག་པ་དེར་འབྲས་བུ་བདེ་བ་འབྱུང་བ་དེ་གནས་མ་ཡིན་པ་རེད། དེའི་ནང་དུ་ནི་སྔ་མ་སྐྱེ་བཞིའི་ད་ལྟའི་ལུས་ལ་ལྟོས་སོ། ཕྱི་མ་སྐྱེ་འགྱུར་ད་ལྟའི་ལས་ལ་ལྟོས་སོ་གསུངས་བའི་རྒྱུ་དེ་རེད། སྔ་མ་རང་གི་ལས་ཀྱི་བསགས་ཡོད་པ་ཡོད་ན་ལས་བསགས་ཡོད་པ་དེ་གི་འབྲས་བུ་ད་ལྟ་སྨིན་ཡོང་གི་ཡོད་རེད་མ་གཏོགས་ད་ལྟ་རང་གི་དགེ་བ་བསགས་བསྡད་པ་དེ་གི་འབྲས་བུ་དེ་ཡོང་དུས་སྔར་མྱོང་ཡོང་གི་ཡོད་མ་རེད། དཔེར་ན་མི་སྐྱིད་ལོ་ནི་བུ་ལོང་འདྲ་བོ་དེ་སློང་པ་ཡིན་ན་བུ་ལོང་དེ་ཡིན་གྱི་མི་སྐྱིད་དེ་སྤྲད་དགོས་ཀྱི་རེད་མ་གཏོགས་མ་སྤྲད་ནས་འགྲོ་ས་མེད་རེད་དེ་ཡིན་དུས་ད་སྔ་མ་རང་གི་ལས་བསགས་ཡོད་པ་དེ

མོ་རྒྱབ་འགོག་གི་མ་རེད་སྐྲ་ཕོག་འགོག་གི་མ་རེད་ལྟག་པ་ཟོག་འགོག་གི་མ་རེད་རྫོགས་ཀི་སངས་ཀྱི་སྐྱབས་འདི་འདི་གྱི་ལས་རྒྱུ་འབྲས་ལྷོད་མེད་པར་སྲུང་བ་ཡིན་དུས་རང་ཉིད་ཀྱིས་དེ་ནས་ལས་ཡག་པོ་གྱིས་ལུས་ངག་ཡིད་གསུམ་གྱི་སྒོ་ནས་ལས་ཡག་པོ་བསགས་བསྡད་པ་ཡིན་ན་ཞེ་མ་ལ་དེ་ནི་མཐོ་རིས་ལྷ་དང་མི་ཡི་གོ་འཕོང་དེ་ནི་རིམ་གྱིས་བྱང་ཆུབ་ཐོབ་པ་དེ་ལ་ད་སྨོས་མ་དགོས་པ་རེད་དེ་ཡིན་དུས་ཕྱི་མ་སྐྱེ་འགྱུར་ད་ལྟའི་ལས་ལ་དུས་སུ་སོ་སོའི་ལུས་ངག་ཡིད་གསུམ་གྱི་ལས་ག་རེ་གྱིས་བསགས་ཀྱི་འདུག་མང་དུ་དེར་བལྟས་པ་ཡིན་ན་ཤེས་ཀྱི་རེད། འོ་དེ་འདྲས་སོང་ཡོད་རེད་དེ་འདྲས་ཡིན་དུས་ད་ལས་རྒྱུ་འདྲས་ལ་ཡིད་ཆེས་པའི་དད་པ་ཟེར་རྒྱུ་དེ་ཡིན་དུས་ངས་ད་ལྟ་སྐྱིད་སྟོང་གི་དད་པ་དེ་ལ་ང་རོ་ཚོ་ཕངས་བའི་དད་པ་འདོད་པའི་དད་པ་ཡིད་ཆེས་པའི་དད་པ་གསུམ་ཡོད་རྒྱུ་གི་ནང་གི་ཡིད་ཆེས་པའི་དད་པ་ཟེར་རྒྱུ་ལས་རྒྱུ་འདྲས་ལ་ཡིད་ཆེས་རྒྱུ་དེ་ལ་དད་པ་ཟེར་མིང་བཏགས་གི་ཡོད་རེད་མ་གཏོགས་གཞན་དད་པ་ཟེར་དུས་ད་ལྟ་ངས་གོང་དུ་ཞུས་པ་བཞིན་དུ་ཀྱི་ལུས་ཀྱི་ཀུན་རྟོག་དེ་བཞིན་དུ་ངག་སྒོ་ནས་ཀྱི་གསོལ་བ་འདྲ་པོ་སྟོབས་ལྡན་འདྲ་མི་འདྲ་གཟུགས་ཀྱི་དེ་ཁོ་ན་ལ་དད་པ་ཟེར་གྱི་ཡོད་མ་རེད་དེ་ཡིན་དུས་དེ་ལྟ་བུ་གི་དེ་ལས་རྒྱུ་འབྲས་ལ་ཡིད་ཆེས་པ་དེ་ཅི་མི་གཅིག་གི་རང་གི་ལོ་རྒྱུས་ལ་དཔྱད་ཐུབ་ལྟ་རྒྱུ་དེ་གལ་ཆེན་པོ་རེད། དེ་ནས་འཁོར་བའི་ཉེས་དམིགས་གསུངས་དུས་འཁོར་བའི་ནད་རིགས་མཐོ་དམན་གང་དུ་སྐྱེས་པ་ཡིན་ན་ཡང་སྡུག་བསྔལ་གྱི་རང་བཞིན་སྡུག་བསྔལ་གྱི་ཡོ་ལོང་སྡུག་བསྔལ་གྱི་འཁྲུལ་འཁོར་འབའ་ཞིག་པ་མ་གཏོགས་འདི་མེད་པ་རེད་དཔེར་ན་དཔེ་སློང་པའི་ཚད་ནས་ཡིན་ན་མེའི་འོབས་དང་སིམ་མེའི་གླིང་དང་དུག་སྦྲུལ་དུག་གི་ཚོང་ལྟ་བུ་གསུངས་ཡོད་རྒྱུ་དེ་འདྲ་ཡིན་དུས་ལ།

སྐད་ཅིག་གིས་མི་རྟག་པ་ཡིན་ཚང་ནས་བཟུང་སྟེ་དེ་སྡུག་བསྔལ་གྱི་རང་བཞིན་གྱིས་ཡིན་པ་དེ་ལ་གོ་བརྡ་ཁྱབ་བརྡལ་གྱི་ཡོད་རེད་དེ་ཡིན་དུ་ཁྱོད་ཀ་འདུ་བྱེད་ཀྱི་སྡུག་བསྔལ་ཟེར་དུས་དེ་ལྟ་བུའི་སྡུག་བསྔལ་གསུམ་གྱི་སྣང་བའི་གེགས་སེལ་མཁན་ཐམས་ཅད་དེ་ནི་ད་གནས་སྐབས་ལ་གྱི་བདེ་བ་ལྟར་དུ་སྣང་བ་ཡིན་ན་ཡང་དོན་དུ་དཔེར་ན་ཁ་ཟས་སྡུག་རྐྱེན་གྱིས་ཟོས་རྒྱག་པ་ཡིན་ན། སྡོང་པོ་ཁ་ལ་ཟ་བའི་ཚད་ཡིན་ན་ཡང་སྐྱིད། བྲོ་བ་འདྲ་བོ་ཡོད་པ་ཡིན་ན་དེ་ཁ་ཟས་དུག་དང་འདྲེས་པ་དུ་ཁོག་ཏུ་སོང་བ་ཡིན་ན། དེ་ནི་ནམ་ཞིག་སྡུག་བསྔལ་སྐྱེས་པ་ལ་ད་ཁོ་རང་ཁྱབ་བསྡད་ཀྱི་ཡོད་རེད་སྐྱེས་ས་དེ་འདྲ་ཡིན་རྒྱུ་དེ་འཁོར་བའི་སྡུག་བསྔལ་དེ་ལ་ཡང་ནས་ཡང་དུ་བསམ་སྟེ། དེ་ལྟ་བུ་སྐད་དེ་ནི་ཐུན་མོང་གི་སྔོན་འགྲོ་རྣམ་པ་བཞི་པོ་སྟེ། ཡིན་གྱི་མིན་གྱི་གི་དེ་ཁྱག་ཕུད་པའི་སྐབས་ལ་ཡིན་ན་རེད། རྡོར་སེམས་སྒོམ་བཟླས་གནང་བའི་སྐབས་ལ་ཡིན་ན་རེད། དེ་ག་ནང་བཞིན་པ་གས་མི་འདྲ་ཕུད་པའི་སྐབས་ཡིན་ན་རེད། བླ་མའི་རྣམ་འགྱུར་སྣང་བའི་སྐོར་བསྟན་ན་རེད། དེ་ཙམ་དུ་མ་ཟད་པར་དུ་རང་ཉིད་ཀྱི་ནམ་རྒྱུན་གྱི་དཔེར་ན་ཡི་དམ་ལྷ་ཡི་བསྙེན་སྒྲུབ་འདྲ་བོ་ག་རེ་གནང་གི་ཡོད་ན་ཐམས་ཅད་སྔུན་ལ་དེ་ཡིན་གྱི་མིན་གྱི་གི་བསམ་བློ་གཏོང་ཐུབ་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་དེ་འདྲ་ཡིན་ས་རེད། དེ་འདྲ་ཡིན་དུས་དེ་ལྟ་བུ་གའི་ཐུན་མོང་བའི་སྔོན་འགྲོ་དེ་ཉིད་ཀྱི་རྒྱུད་ལེགས་པར་གཞུང་ནས། ད་ཐུན་མོང་མ་ཡིན་པ་གསང་སྔགས་རྡོ་རྗེ་ཐེག་པའི་ལམ་གྱི་དེ་ནི་སྔོན་འགྲོ་རྣམ་པ་བཞི་གསུངས་དུས། དེ་ནས། དང་འདྲ། རང་གི་རྒྱུད་དེ་ཡང་དག་པར་བཤད་པ་ན། སྐྱབས་འགྲོ་སེམས་བསྐྱེད་དང་འབྲེལ་བའི་ཐོག་ནས་ཕྱག་ཕུལ་གྱི་དེ་དང། དེ་ནས་འགར་གཞན་སྡིག་སྒྲིབ་སྦྱོང་བར་བཤད་པ་ལ་རྡོ་རྗེ་སེམས་དཔའི་སྒོམ་བཟླས་དང། དེ་ནས་ཚོགས་རྫོགས་པར་བཤད་པ་ལ་དེ་ནས་མན་འདྲར་དང། རང་གི་རྒྱུད་ལ་རྟོགས་པའི་ཡེ་ཤེས་བསྐྱེད་པར་བྱེད་པའི་ཐབས་ཕུལ་དུ་བྱུང་བ་དེ་ལ། དེ་ནས་བླ་མའི་རྣམ་འགྱུར་རོ་ཟེར་གསུང་དུས་ལ། དེའི་རྣམ་པ་བཞི་པོ་དེ་ཐུན་མོང་མ་ཡིན་པར་གྱི་སྔོན་འགྲོ་དེ་འདྲས་ཀྱིས་གསུངས་པ་རེད། དེ་ས་དེ་ད་དེ་ཉིད་ཞུས་པ་བཞིན་དུ་ཐུན་མོང་མ་ཡིན་པའང་ཟེར་དུས་ད་མདོ་ཡི་ནང་དུ་འདི་འདྲའི་སྐད་ཀྱིས་བླ་མའི་རྣམ་འགྱུར་བསྒོམ་པ་དང། དེ་ནང་བཞིན་པ་གས་ཀྱིས་རྡོ་རྗེ་སེམས་དཔའི་བསྒོམ་བཟླས་ལ་སོགས་པ་དེ་འདྲས་གསང་སྔགས་ཀྱི་ནང་དུ་གསུངས་པ་ལྟ་བུ་དེ་འདྲས་ཡོད་མ་རེད། དེ་ནི་མེ་འདྲ་ལྟ་བུ་ཁྲག་ཞག་པོ་ཡིན་ན། དཔེར་ན

མི་སྲིད་དེ་མེད་པ་རེད། དེའི་ནང་ད་དོང་དུ་གོང་ལྟར་འདི་གའི་ཐུན་མོང་མ་ཡིན་པའི་སྔོན་འགྲོ་རྣམ་པ་བཞི་པོ་དེ་གཞན་དུ་གནས་ཀྱང་ད་ཐབས་བྱེད་པ་དང་འཕགས་པ་གྱིས་ཕྱག་འདེགས་ཡོད་རེད། དཔེར་ན་གསང་སྔགས་དང། དེ་ནས་ད་ལྟ་མདོ་གཉིས་ཀྱི་བར་ལམ་གྱི་འཆད་པ་དེ་ལ་ཡང་ཐུན་མོང་ཀ་བ་མེ་ཕོ་དང་དབོན་པོ་རྣོན་པོ་འོང་ཞེས་པའི་སྔགས་ཀྱི་ཐེག་པ་འཆད་པ་འཕགས་པ་ཟེར་གྱི་སྔགས་ཀྱི་ཐེག་པ་དེ་ལ་དེ་མདོ་ལས་ཀྱང་ཤིན་ཏུ་གནད་ཀྱི་ཐབས་མང་བ་དེ་ནས་ཀ་བ་མེ་ཕ་དབོན་པོ་རྣོན་པོའི་གི་དེ་ཉམས་སུ་ལེན་པར་བྱོས་ལ་སོགས་པ་དག་དེ་འདྲའི་གི་བྱེད་པ་མང་པོ་སྐྱེས་གསུངས་ཡོད་རེད། དེ་འདྲ་ཡིན་དུས་ལ་ཚེ་གསང་སྔགས་འདི་ཐབས་ཤེས་བྱེད་པ་དུ་འཕགས་པ་གྱིས་རེད་དེ་ཡིན་དུས་དང་ལྕགས་ཕུད་རྒྱུ་སྐོར་གྱི་བ་ཁྲིད་འདྲ་བོ་དེ་ཁ་སེང་བདུད་ཙམ་གྱི་ཡོད་ཚར་བ་རེད། ད་དེ་རིང་རྡོ་རྗེ་སེམས་དཔའི་སྒོམ་བཟླས་ཀྱི་ཁྲིད་དེ་རེད་ད་རྡོ་རྗེ་སེམས་དཔའི་སྒོམ་བཟླས་འདི་ཁོ་ན་ནོངས་པའི་ཚད་ཡིན་ན་ཡང་ཡང་དང་པོ་ད་ལྟ་གོང་དུ་ཞུས་པ་བཞིན་དུ་བར་མའི་རྩ་བའི་བླ་མ་རིན་པོ་ཆེའི་བཤད་པ་ནས་བཟུང་སྟེ་དེ་ནས།

ཞེས་བསྡད་པ་ཡིན་ན་ད་ཡང་དེའི་ཚེ་ད་མ་ཚོ་དགོངས་པ་འདྲ་མི་འདྲ་དེ་འདྲ་ཡོད་རེད་དེ་ད་དེ་ཚོ་ང་རང་ཚོ་གས་ཆགས་པ་མ་རེད་དེ་ཡིན་དུས་ཤི་བ་རྣམ་པ་བཅུ་འགྲོ་ཁྱིད་ཟེར་དུས་སངས་རྒྱས་དང་ཆོས་དང་དགེ་འདུན་དུ་སྐྱེས་ཏེ་དཀོན་མཆོག་རྣམ་པ་གསུམ་པོ་དེ་ལ་དེ་ནས་སྐྱོབས་སུ་འགྲོ་ཞིང་དེ་ནས་དེའི་རྗེས་སུ་ལྷ་ལྔའི་དེ་ཚོ་ལ་ནང་པ་སངས་རྒྱས་པའི་སྲས་བཅུ་འདྲ་བོ་དང་དེ་ནས་སངས་རྒྱས་ཆོས་དང་དགེ་འདུན་གསུམ་པོ་ལ་སྐྱོབས་སུ་མི་འགྲོ་ཞིང་དེའི་རྗེས་སུ་ད་མ་ལྷ་ལྔའི་དེ་ཚོ་ལ་ཞེས་པ་མུ་སྟེགས་པ་གསལ་སྣང་རེད་ད་དོང་དུ་ནང་པ་སངས་རྒྱས་པའི་ཆོས་ལུགས་ལས་གཞན་དུ་གྱུར་པ་འདྲ་པོ་དེ་འདྲས་ཀྱིས་ཁྱག་སྒྲོག་གི་ཡོད་རེད་དེ་འདྲ་ཡིན་དུས་ད་ང་རང་ཚོ་ཚང་མ་ནང་པ་སངས་རྒྱས་པ་རེད་དེའི་ནང་ཉེ་གནོན་དག་བཅོམ་འདྲི་འདོམས་པ་མེད་ངེས་ནས་སུས་ཀྱིས་ཡོད་ཀྱི་མ་རེད་དེ་འདྲས་ཡིན་དུས་ལ་དེ་ནས་དཀོན་མཆོག་གསུམ་ལ་སྐྱོབས་སུ་འགྲོ་བ་དེ་ཤིན་ཏུ་ནས་ཀྱང་གར་འཁྱམས་པོ་རེད་དེ་ཕྱིར་གདོང་གི་ད་སྐྱོབས་འགྲོ་དེ་ལ་ཡང་ང་རང་ཚོ་འདི་ཕྱིའི་སྐྱོབས་འགྲོ་དང་ནང་གི་སྐྱོབས་འགྲོ་དང་གསང་བའི་སྐྱོབས་འགྲོ་ཟེར་གྱི་འགྲོ་པོ་དེ་འདྲས་སྐྱོབས་འགྲོ་དབྱེ་བ་ལ་ཡང་མང་པོ་ཡོད་རེད་ད་ལྟ་ང་རང་ཚོ་འདི།

འདི་སྐད། སྐྱབས་འགྲོ་དེ་ལ་ད་ཕྱིན་རུང་སོང་ཟིན་པ་སྐྱབས་འགྲོའི། རྣམ་གཞག་དེ་ཚོ་ཡག་པོ་ཤེས། དེ་ལྟ་བུ་གི་ཐོག་ནས་སྐྱབས་སུ་འགྲོ་ཐུབ་པ་ཡིན་ན་ད་ཁྱོད་ཚོ་གྱུར་པ་རེད་དེ། དེ་ལྟ་དུ་ག་སེ་བསམ་བློ་གཏོང་མ་ཐུབ་པ་ཡིན་ན། དེ་ནི་སངས་རྒྱས་ལས་གཏམ་པ་དང་ཁྱོད་ལ་ལམ་དང་དགེ་འདུན་ལ་ལམ་སྒྲུབ་པའི་བདག་རུག་ཚུ་ཚོར་གསུམ་གྱིས་སྐྱབས་སུ་འགྲོ་བ་གི་དེ་མགོན་པོ་ལྷུན་པ་བསམ་ལ་སྐྱབས་སུ་འགྲོ་བ་དེའི་སྔོན་དུ་གཏོང་ནས། བདག་གི་དགེ་སྦྱོར་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཆོད་སངས་རྒྱས་འགྲུབ་པར་ཤོག་གསུང་དུས་བདག་གི་དཔེར་ན། ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་དེ་བཅས་ཏེ་ལུས་ངག་ཡིད་གསུམ་གྱི་སྒོ་ནས་དགེ་བ་ག་རེ་བསགས་ཀྱི་ཡོད་པ་ཡིན་ན་རེད། དེ་འདྲས་མ་ཡིན་པ་གས། དེ་ནས་ད་ལྟ་གཞན་པ་གཏོང་བ་ཚུལ་ཁྲིམས་སྲུང་བ་བཟོད་པ་སྒོམ་པ་བརྩོན་འགྲུས་བརྩོན་པ། བསམ་གཏན་ལ་མཉམ་པར་རྒྱལ་བ་ཤེས་རབ་ལ་སློབ་པ་དེ་བཅས་ཏེ་ཕ་རོལ་ཏུ་ཕྱིན་པ་དྲུག་ལ་སློབ་པ་ལ་སོགས་པ་དོན་དུ་གང་ལྟར་ཡིན་ན་ཡང། འདི་འདྲས་དེ་ནས། དགེ་བའི་ཚོགས་འགའ་རེ་བསགས་ཀྱི་ཡོད་པ་ཡིན་ན་ཡང་འདི་དག་གིས་དགེ་འདུན་གྱི་བུ་བསོད་ནམས་ཀྱི་འགྲོ་ལ་ཕན་ཅིང་སངས་རྒྱས་འགྲོ་བར་ཤོག། འགྲོ་ལ་ཕན་པའི་ཆེད་དུ་སངས་རྒྱས་ཀྱི་དགོངས་པ་ཐོབ་དགོས། བསམ་མནོ་གཏོང་གི་ཡོད་རེད་ཐེག་པ་ཆེན་པོ་ཟེར་རྒྱུ་དེ་རང་དོན་མ་ཡིན་པར་གཞན་དོན་གསུང་གི་ཡོད་རེད། ཉན་ཐོས་དང་རང་སངས་རྒྱས་ཀྱི་ལམ་དུ་ཞུགས་པ་ཡིན་ན་རང་ཉིད་འཁོར་བའི་སྡུག་བསྔལ་གྱི་འཇིགས་པ་འདི་ལས་སྒྲོལ་བའི་ཆེད་དུ། དེ་ནས་དཀོན་མཆོག་གསང་བའི་སྐྱབས་སུ་འགྲོ་བ་འདྲ་པོ་དེ་འདྲ་རེད་ཐེག་པ་ཆེན་པོའི་ལུགས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲོ་བར་ཤོག། འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་པའི་ཕྱིར་དུ་བདག་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག། དེ་དམིགས་པ་དེ་སེམས་ཅན་ལ་དམིགས་ཀྱི་ཡོད་རེད། དེ་འདྲས་ཡིན་དུས་ལ་དེ་རེད་མ་གཏོགས་རང་ཉིད་སྐྱིད་པོ་ཞི་བདེར་འགྲོ་བ་འདྲ་བོ་དེ་འདྲས་མ་ཡིན་དུས་འགྲོ་ལ་ཕན་ཕྱིར་སངས་རྒྱས་ཡོང་བར་ཤོག་ཟེར་ཚིག་ཁོ་རང་ལ་བསམ་བློ་གཏོང་ན་དེ་ནི་དེའི་ཧ་གོ་བདེ་གི་འདུག་དུས་ད་དེ་འདྲས་པའི་དུས་གོ་མཆོད་སོང་ན་སྐྱོབས་སུ་འགྲོ་བ་དེ་ད།

སངས་རྒྱས་ཡི་ཡི་ཡོད་ལ་མ་འདྲེན་ཁྱོད་ཡ་ཡི་ཡོད་ལ་མ་འདྲེན་དགེ་འདུན་ཡི་ཡོད་ལ་མ་འདྲེན་ཁག་གི་སངས་རྒྱས་ཁྱོད་དང་ཚོགས་ཀྱི་ཆོས་རྣམས་རང་བྱུང་གི་བར་དུ་བདག་ནི་སྐྱོབ་ཅིང་གཅེས་ཟེར་གྱི་འདུག་ཕན་ཐོགས་མ་བྱུང་བ་རེད། བདག་གི་དགེ་བཅུར་བགྱིས་པའི་ས་ནམ་གྱི་འགྲོ་ལ་ཕན་ཚུན་སངས་རྒྱས་འགྲུབ་པར་ཤོག་ཟེར་གྱི་དེ་ཡང་ཁག་གི་བརྗོད་པ་རེད་མ་གཏོགས་བ་དེ་བདག་གི་དགེ་བཅུར་རྫོགས་རྒྱུ་འདི་དེ་ནས་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དང་དུ་རྫོགས་པའི་སངས་རྒྱས་ཀྱི་མགོན་པོ་ཐུབ་པའི་ཆེད་དུ་བསྒྲུབ་ཀྱི་ཡོད་བསམ་གྱི་འདྲ་བོ་དེ་འདྲའི་གི་ཀུན་སློང་འདྲ་བོ་དེ་གང་ཡང་མེད་པ་གཅིག་གིས། ཚིག་ཙམ་དུ་རེ་ཟུང་ཡིན་ན་དེ་དེ་ཕན་ཐོགས་འགྲོ་གི་མེད་ངན་འདྲ་བོ་དེ་འདྲ་ཡིན་དུས་དེ་ཚར་གསོ་མ་དགོས་ཚར་སྐྱོ་སྐྱོ་མ་དགོས་རྒྱ་འདོམས་པ་ཡིན་ན་དེ་ཧ་ཅང་ཕན་ཐོགས་འཁྱམ་པོ་འགྲོ་གི་དེ་འདྲ་མིན་དུས་སྐྱིན་ས་རེད་དེ་ཡིན་དུས་གཙོ་བོ་དག་དེ་སྐད་ཚིག་རྒྱས་དང་འདྲ་ཡིན་གསུངས་འདུག་ལ་དེའི་ཐོག་ལ་དེ་ཚིག་རྒྱས་རྨོངས་པ་བཤད་རྒྱུ་དེ་གལ་ཆེན་པོ་ཡིན་ས་རེད།